སྐུ་ཕྲེང་བཅུ་གཅིག་པ་ཡིན་ཟེར་མཁན་དེ་བཞག་བ་ཡིན་ན་ཁོ་རང་རང་ངོས་ནས་ནོར་འཁྲུལ་ཡོད་བ་མ་རེད་དེ་ཡིན་ན་ང་ཚོ་ངོས་ལེན་ད་བྱེད་ཀྱི་མ་རེད་བ་དེ་ཡང་སྲིད་ངོ་མ་མ་རེད་ཟེར་དེ་བསམ་བློ་གཏང་གི་རེད་བ། དེ་ངོས་ལེན་ཡོད་མ་རེད་དེ་གཅིག་བྱས། དེ་ནས་ང་ང་རང་ལ་ཐུན་མོང་མ་ཡིན་པའི་དམིགས་བསལ་གྱི་གནས་ཚུལ་ག་རེ་བྱུང་སོང་ཟེར་ན་ད་ང་དེ་གསང་བ་གོ་ནས་ཁོ་རང་ཚོ་ད་པན་ཆེན་བཅུ་གཅིག་པ་གི་ཡོངས་འཛིན་བྱས་རང་བྱས་ཤོག་ཟེར་ང་དེ་ཟེར་སོང་བ་དེ་གང་ཡིན་ཟེར་ན་ངས་ཨ་ཞང།

ད་ངོས་སུ་ད་བཤད་མ་སོང་ད་ལྟ་ཁོ་རང་ཚོ་འདུག་སྲིད་ད་དེ་འདྲའི་བསམ་བློ་གཏང་གི་ཡོད་ཁྱེད་རང་དེ་ཡག་པོ་རེད་སྲིད་ད་ཁྱེད་རང་གི་གོ་གནས་དེ་ཡར་འཕར་གི་ཡིན་སྲིད་གོ་གནས་ཡར་འཕར་སོང་ཨ། དེ་ནི་ང། བཙན་བྱོལ་ལ་ཆོས་ཐོག་ཕྱིན་ཆད་ཉིའུ་ཡོག་ཁི་ལ་སླེབས་དུས་གང་ལ། ཚགས་པར་གང་ལ་ཐོན་སོང་ངས་དེ་གོ་གནས་ཡར་འཕར་བྱ། ཡར་འཕར་བྱ་དེ་ད་ང་གཙོ་བོ་འགྲོ་དགོས་ཡ་རྒྱུ་མཚན་དེ་རེད་དེ་མ་གཞི་ད་ད་རྗེ་མི་ཚོ་ཧ་གོ་གི་མ་རེད་ད་རྗེ་མི་ཡིན་ན་དགྲ་རྒྱ་ནག་ལ་བོད་ནང་ལ་ཡོད་མི་ད། ཁོ་རང་གར་ཕྱིན་ནས་འགྲོ་དགོས་ཡོད་རེད་ཟེར། ཁོ་རང་ད་ད་དཔལ་འབྱོར་གྱི་ཐོག་ནས་དཔལ་འབྱོར་ཐོག་ནས་འགྲིག་དེ་ཡོད་རེད་ད་སྦྱིན་བདག་ཟེར་ན་སྦྱིན་བདག་ཡོད་རེད་ད། དགོན་པ་ཟེར་ན་དགོན་པ་ཡོད་རེད་ད་དབང་ཐང་ཟེར་ན་དབང་ཐང་དེ་དཔེ་དེ་གར་ཟེར་གོ་རེད་དབང་ད་མིང་དེ་ཐོབ་ཡོད་རེད་པ་ཁོ་ནས། ད་ཁོ་གར་ད་ཁོ་གར་ཕྱིན་གྱི་ཡིན་ཟེར་གྱི་ཡོད་རེད་ཟེར།

ཀོང་བུམ་ལ་ཐ་མ་དེ་ཚོང་དུས་ཀྱི་ཚོགས་རེད་ཚོང་དུས་ཚོགས་ནི་ངས་སྐད་ཆ་བྱས་བ་ཡིན་པ་ད་ཚོང་དུས་ཀྱི་ཚོགས་ཡིན་ཟེར་ད་ང་དེ་རིང་གི་སང་ཉིན་ནས་ད་ང་ཚོ་ཚོང་དུས་ཐོག་ལ་ང་ཡོང་ཐུབ་ས་མ་རེད་ད་ཁྱེད་རང་ཚོ་ལ་དགོངས་པ་ཞུ་གི་ཡོད་ཟེར་དེ་འདྲའི་ཅིག་སྐད་ཆ་ལབ་རེད་དེ་ནས་དེ་དེ་ད་ལས་བྱེད་པ་ད་དེ་འདྲའི་གཞན་དག་ག་ཡ་ཡོང་ཡོད་མ་རེད་ད་གྲྭ་བ་ཚོ་མ་གཏོགས་ཡོད་མ་རེད་གྲྭ་བ་ཚོ་ཧ་གོ་གི་མི་འདུག་ད་ཁོང་ག་བ་འགྲོ་གི་ཡོད་ན་ཕ་ཆེ་ཡག་གོ་ནི་ཕ་ནི། པེ་ཅིན་ཀྲུང་དབྱང་ལ་འགྲོ་གི་ཡོད་མེད་འགྲོ་སྲིད་འདུག་སྲིད་ལབ་གི་ས་དེ་འདུག་སྲིད་སྐད་ཆ་གཅིག་ལབ་དེ་ནས་ད་ང་ཚོ་པེ་ཅིན་ལ་ཕྱིན་པ་རེད་པེ་ཅིན་ཕྱིན་ཆེད་ང་རོགས་པ་ཆེ་ཉེ་མི་གཅིག་ཡོད་རེད་ངའི་དགེ་ཕྲུག་གཅིག་ཡོད་རེད་ཁོ་ཨིན་དོ་ནི་ཤི་ཡ་གི་ཨིན་དོ་ནི་ཤི་ཡ་གི་མི་མི་སེ་ཡིན་པ་ལ་རྒྱ་ནག་ལང་བསྡད་ཡོད་དེ་འདྲ་གཅིག་རེད་ཁོ

གཞུང་ཚབ་ཆེན་མོ་ཁ་ཤས་ངོ་ཤེས་ཀྱི་ཡོད། ཨི་ཐ་ལི་གི་དེའི་གཞུང་ཚབ་ངོ་ཤེས་ཀྱི་ཡོད། Austria གི་ངོ་ཤེས་ཀྱི་ཡོད། German German གི་དེ་ངོ་ཤེས་ཀྱི་ཡོད། དེ་ཚོ་ལ་ང་ངས་ག་དུས་པེ་ཅིན་ཕྱིན་ན་ཁོང་ཚོར་ང་སྐད་བཏང་གི་རེད། ང་ཡང་སྐུ་ངོ་ལ་ཁོང་ཚོར་སྐད་བཏང་ཡོང་ཆེད་དུ་བྱེད་ཀྱི་རེད། དེ German གི་དེ་ང་སྐད་ཆ་ལབ་ཀྱི་འདུག་ཆ་ཕ་གིའི་ཕྱིན་ན་ང་ངའི་འགྲོ་ཤོག་བཏང་དགོས་ས། ད་ང German ལ་ཨ་རི་ལ་འགྲོ་ཡ་བྱེད་ཀྱི་ཡོད་པ། ཨ་རི་ཕྱིན་ན་གང་ཡིན་ཟེར་ན་ཨ་རི་ལྟས་ཚེ།

ཀོ་ཏེ་མ་ལ་ཕྱིན་ན་བི་ས་དགོས་ཀྱི་མ་རེད་ས། གང་ཡིན་ཟེར་ན་ཀོ་ཏེ་མ་ལ་དང་རྒྱ་ནག་གཞུང་དེ་གཞུང་འབྲེལ་གྱི་འབྲེལ་བ་མི་འདུག་ག་དེ་ཐའེ་ཝན་དང་འབྲེལ་བ་འདུག་ག། དེ་ཡིན་ཙང་དེ་ཕྱིན་ན་འགྲོ་ཡ་དེ་ཁོ་རང་ཚོ་གི་དབྱི་མོས་ཅི་བཏང་ཡོང་ན་དབྱི་མོས་དེ་གི་པགས་སུ་ཉོས་ཆེ་ཤ་ཆང་འགྲོ་རྒྱུ་རེད་ས་ཕ་གི་སླེབས་ཚར་ན་ཁོ་ཚོ་དེ་སྤྲད་ཀྱི་འདུག་ས་བི་ས་སྤྲད་ཀྱི་འདུག་ས་དེ་ད་ཕ་གི་འགྲོ་རྒྱུར་བཤད་ཟེར་དེ་ནས་ད།

སང་ཉིན་འགྲོ་གི་ཡོད་རེད་ད། དེ་ནས་ད་གནམ་ཐང་ལ་ཕྱིན་ཆེད་ཨོ་ད་བཞེས་སོང་བཞེས་སོང་བཞེས་སོང་ད་ག་རེ་བྱེད་དགོས་རེད་ཟེར་གནམ་ཐང་ལ་ང་ཚོ་ཕྱིན་པ་ཡིན་པ། གནམ་ཐང་སླེབས་དུས་རྐང་ལག་དེ་སྔ་དྲོ་དེ་ཡང་གཅིག་གང་གཅིག་བཏང་བྱས་པེ་ཅིན་ལ་ད་སྟོན་ཁ་དེ་རེད་ད་དཔྱིད་ཁ་རེད་ད་དཔྱིད་ཁ་རེད་གང་གཅིག་བཏབ་བྱས་པ་དེ་ད་ཏྲ་ཧྥིག་གི་ཆེད་དེ་མོ་ཏྲ་ཀ་ཆེད་ཞེ་ར་དེ་བྱེད་སོང་ད་ང་ཚོ་གནམ་ཐང། ཉེ་འགྲམ་དེ་བསྡད་ཡོད་པ། ཡིན་ན་ཡང་ད་ང་ཚོ་པར་སི་དེ་རག་ཡོད་མ་རེད་པར་སི་ཉོ་ཁ་མི་གཉིས་པ་ཀའི་དྲུང་ཆེན་དང་ལོ་ལ་ཉོ་ཁ་ཕྱིན་པ་རེད། དེ་ནི་ཁོང་ཚོ་ལ་ཁ་པར་དང་ད་ཡོང་འདྲ་འདུག་ཡོང་འདྲ་འདུག་ད་ཁོང་ཚོ་པའི Traffic ན་དེ་ནི་ཕ་གིའི་ལས་བ་དང་ཁོང་ཚོ་སྒོ་དེ་ཕྱེ་བ་དང་སྒོ་འགྲིམ་དེ་སླེབས་མ་སོང་ས་དེ་གི་ང་ཚོ་ལ་ཡག་པོ་བྱུང་སོང་བ་ད་ཁོ་པར་སི་གཙོ་གཉེར་དེ་ཨ་ཅག་ཅིག་རེད་ས་ས་ཨ་ཅག་དེ་ལ་དེ་སྟོན་བྱེད་འདུག་ས་ཆ་བ་རེད་པ་དེ་ནི་ད་གར་ཆེ་བོ་རེད་ས་ད་ཁོ་ད།

ཕྱིར་ལོག་བྱས་ན་ཁ་དབུགས་ནང་ལ་ཅིག་རང་དབང་ཡོད་ཟེར་དེ་འདྲའི་ཚོར་སྣང་ཞིག་ཡོང་གི་འདུག་ཡིན་ན་ཡང་ངོ་བཞིན་པ་ཡོད་མ་རེད་འགྲོ་ས་ཡོད་མ་རེད་ད་ག་བ་འགྲོ་གི་རེད་ད་ཧ་གོ་མ་རུང་བ། ད་ང་ཚོ་ངས་ངོ་བཞིན་པ་ཅིག་ཡོད་ཟེར་གི་འདུག་བ་ཁོ་རོགས་པ་བྱེད་ཀྱི་ཡོད་རེད་དེ་ད་ཁོ་མ་གཏོགས་ད་གཞན་དག་ཅི་ཡོད་ད་ག་བ་འགྲོ་ཡང་ཧ་མ་གོ་དེ་འདྲའི་ཅིག་ཆགས་རེད་བ། ད།

སྐུ་འབུམ་འཛོམས་འདུག་སེ་དེ་ནང་ཁྱེད་རང་མི་འདུག་སེ་ད་ས་ཆ་ཡག་ཤོས་དེ་ཁྱེད་རང་ཚད་གི་ཡོད་རེད་དེ་ཡག་ཤོས་དེ་དེ་ད་རང་རང་རེད་སེ་ད་ཁྱེད་རང་ཤོག་སེ་དེ་འདྲས་ད་གང་ལྟར་ཡག་པོ་བཤད་ནས་ད་ཁྱེད་རང་ཕ་ཚུར་ལོག་ཤོག་སེ་ཟེར་གི་འདུག་དེ་ཡི་གི་ཐོག་ལ་ཁྱབ་ཤོག་གཅིག་དྲུག་པུ་གི་ཡི་གི་དེ་ཐོག་ལ་དེ་ཟེར་གི་འདུག་ད་ཁྱེད་རང་ཕྱི་ལོག་བྱས་ནས་ག་རེ་བྱས་པ་ཡིན་ན་ག་ག་ཤོག་སེ་ད་གཅིག།

ད་ང་འདི་ཁང་པ་ཆུང་ཆུང་གཅིག་ཡོད་ཟེར་ད་དེ། མཚམས་ཁང་འདྲ་པོ་དེ་འདྲ་ཁ་ཤས་ཅིག་འདུག་མཚམས་ཁང་ནང་ནས་གཅིག་ཆང་སྤྲད་ཀྱི་ད་ཆང་བསྡད་ཤོག་ད་བསྡད་ཤོག་བསྡད་ཤོག་དེ་ཟེར་གྱི་འདུག་ད་ང་རིན་པོ་ཆེ་ང་ཚོ་མི་ལྔ་ཡོད་ཟེར་ང། ངའི་དགེ་ཕྲུག་ད་ངའི་ཚ་བོ་གཅིག་ད་ངའི་མོ་ཏྲ་ད་ངའི་ད་ང་ཚོ་མི་ལྔ་ཡོང་ཡོད་པ། ང་ཚོ་མི་ལྔ་ཡོད་ཟེར་ད་ད་དེ་ཁོ་ཚོ་གཡུག་ཤོག་ཁོ་ཚོ་གཡུག་ཤོག་ད་ཁོ་ཚོ་སོ་སོ་སོ་སོ་དེ་བྱེད་ཀྱི་རེད་ད་ད་གྲྭ་བ་དེ་དཀའ་ལས་ཁག་པོ་ཡོད་རེད་དེ་ང་ཧ་གོ་གི་ཡོད་ད་ཁྱེད་རང་གཉིས་གྲྭ་བ་གཉིས་དེ་བསྡད་ཤོག།

དེ་ཡང་སྤྱིར་བཏང་གི་མ་རེད་མཁས་དབང་དེ་འདྲ་རེད། རིན་པོ་ཆེ་ཕྱི་ལོག་ལ་ཕེབས་པ་ལས་ནང་ལོག་བཞུགས་ན་དགོས་མཁོ་ཆེན་པོ་མི་འདུག་པས་ཟེར་དུས་གསུངས་སོང། དངོས་གནས་དེ་ང་ཡང་བསམ་བློ་བཏང་དགོས་ཡ་གཅིག་རེད་ད། ཕ་གས་བསྡད་ཡོད་ཡིན་ན་གང་ལ་གང་འཚམ་ཅིག་ལས་ཀ་བྱེད་ཐུབ་ཀི་རེད་པ། ཡིན་ན་ཡང་ང་དེ་ཕྱི་ལོག་ལ་ཡོང་དགོས་ཡོད་ཀི་ཅུང་ཚ་ངས་དེ་དང་བརྗོད་ཞུ་བ་ཡིན་གཅིག་ནས་ང་ཆེན་རིན་པོ་ཆེའི་སྐུ་མགྲོན་བཅུ་བཞུགས་པ་ངས་ངོས་ལེན་བྱེད་ཀྱི་ཡོད་མ་རེད་གཉིས་ནས་ང་དེ་ཡོངས་འཛིན་བྱེད་ཐུབ་ཀྱི་ཡོད་མ་རེད་ད་གོ་ནི་ག་འདྲའི་མཐོན་པོ་ཡོད་ན་ཡང་ང་རང་སོ་སོ་གི་ཁེ་ཕན་ག་ཚོད་ཡོད་ན་ཡང་དེ་གང་ག་འཕྲོ་བརླག་གཏང་ཆེད་ད་བཙན་བྱོལ་ཡོང་དགོས་བྱུང་བ་དེ་འདྲ་རེད་ད་དེ་ང་འདི་ཕྱིར་ལོག་ཡོང་ཆེད་རེ་བ་འདི་ཡིན་དེའི་དམིགས་ནི་ཡོང་བ་ཡིན་སྲིད་དེ་འདྲ་གཅིག་ཡང་ཡོད་མ་རེད་ད་གར་བྱེད་ན་བྱེད་སྲིད་ད་ངས་ཞུ་བ་ཡིན་པ་ག་དེ་མ་ལ་ཡོད་དུས་གང་ལ་དེ་ཕ་གིན་ལྷག་ན་ཡང་ལྷག་རེད་ད་མི་ཧ་ཁུག་མ་རེད་པ་ད་ག་འདྲའི་ཕྱིར་ནི།

མི་འདུག་བསམ་བསམ་རུ་ཡོང་གི་འདུག་དེ་ནས་ད་བོད་ནང་གི་ཡིན་ན་ཡང་ཚང་མ་ལོག་ལ་ད་ད་དྲ་ཇག་ད་དེ་ཚོ་ལ་དཔེ་དེ་བཀག་སྡོམ་བྱས་ནས་ད་དེ་ཉན་ཡ་ཁག་པོ་འདུག་ག་ཡིན་ན་ཡང་ད་བོད་ནང་གི་བོད་པ་ཚོ་ཚང་མ་ལ་ཡིན་ན་ཡང་སེམས་ཤུགས་ཨ་མ་སློང་བ་བྱས་ཨ་སེམས་ཤུགས་དེ་ག་དུས་ཡིན་ན་ཡང་ད་ཧུར་ཐག་འབར་ཐག་བྱེད་ཤོག་ང་ཚོ་ཉི་མ་གཅིག་ལ་ད་ལྕགས་མགོ་རིན་པོ་ཆེ་འདུག་སེ་བཀའ་སློབ་ག་དུས་ཡིན་ན་གནང་གི་ཡོད་རེད་ད་ལོ་ཨ། དགུ་བཅུ་དགུ་བཅུ་ནས་བརྒྱ་བརྒྱ་དང་ནས་བཅུ་བརྒྱ་དང་བཅུ་ཐམ་པ་ཉི་ཤུ་ཐམ་པ་སུམ་ཅུ་ཐམ་པ་ཙམ་ཡང་ཞུ་ཐུབ་རེད་གསུང་གི་ཡོད་རེད་དེ་པར་རོ་ལ་ང་ཚོ་རེ་བ་ཅིག་མེད་འགྲོ་བསམ་བསམ་རེ་བྱེད་དེ་འདྲས་མཐོང་གི་འདུག་དེ་བྱས་ནས་ཚང་མ་ལ་འབོད་སྐུལ་བྱས་ལ་ད་སེམས་ཤུགས་མ་ཆག་བྱས་ཚང་མ་ལོག་གི་ཧུར་ཐག་འབར་ཐག་བྱས་ཐབས་ཤེས་ཡོད་པའི་སྒོ་ནས་ད་ཐབས་བྱ་བྱོས་མཐོང་གི་སྒོ་ནས།

བོད་ནང་ལ་ཡོད་པའི་བོད་པ་ཚོ་སེམས་ཤུགས་ཆེན་པོ་ཞི་བོ་འདུག་བ། སོ་སོའི་རིག་གཞུང་དེ་རྒྱང་ཡག་སོ་སོ་གི་མ་ཎི་བགྲང་མ་ཤེས་པ་མ་ཎི་བགྲང་ད་རྦད་དེ་འདོམས་པ་འདོན། ང་ཚོ་ཕ་གི་ཡུལ་དེ་གང་ལ་མི་རྒྱ་ཚོ་དེ་འདྲའི་ཆིག་ཁ་འདོན་ད་དེ་ཚོ་ཤི་ར་འདོན་གི་མ་རེད་ད་ད་རྦད་དེ་མི་རྒྱ་ཚོ་འདོམས་པ་འདོན་ད་ཚོགས་པ་བཙུགས་དགེ་བསྙེན་ཚོགས་པ་སི་དེ་འདྲའི་བཙུགས་དེ་ནས་ཆོས་ཀྱང་འདུག་སི་བྱེད་གི་འདུག་བ་ཞེ་དྲག་སེམས་ཤུགས་འདུག་ད་ད

ཟབ་སྦྱོང་ཡོད་སྤྲད་ཀྱི་འདུག་རེད་དེ་ཡིན་ན་ཡང་ད་བོད་ནང་བཞིན་འདྲ་པོ་དེ་འདྲས་ཅང་བྱེད་ཐུབ་ཀྱི་མི་འདུག་བ་ད་སྤོ་བོ་ཚོ་ཡར་འཚར་ལོངས་བྱས་ཡོང་དེ་གང་ལ་ཕྱི་རྒྱལ་སྐད་ཆ་ཡིན་ཉན་དགོས་གཞས་སློབ་སྦྱོང་བྱེད་དགོས་རེད་དབྱིན་ཇི་སློབ་སྦྱོང་བྱེད་དགོས་རེད་ཕྱི་ལོག་བསྡད་དགོས་རེད་དེ་ཆེན་པོ་ཆགས་ཡོང་དེ་གང་ལ་སོ་སོ་སོ་གྱི་འདོད་པ་རེད་གར་བྱེད་པ་ཡིན་ན་དེ་དེ་ཧ་གོ་མ་རེད་བ་དེ་འདྲས་ཡིན་དུས་གང་ལ་ད་རིག་གཞུང་དེ་ག་འདྲས་སི་ང་ཚོས་དེ་ད་ད་ད་བར་ལ་ད་ད་བསྡད་ཡོང་ན

པའི་སྤྱི་མཐུན་སྒྲིལ་གནང་ཡ་དེ་གལ་ཆེན་པོ་ཞེ་བོ་རེད་ཤ་བོད་ནང་ཡིན་ན་ད་ཡག་པོ་ཞེ་ར་འདུག་ད་བོད་ནང་གི་དེ་ད་ང་ཚོ་འདྲ་བོ་ཡིན་ན་ཨ་མདོ་རེད་བ་ཨ་མདོ་ཡིན་ན་འདྲ་ད་ཁམས་པ་ཡིན་ན་འདྲ་གཙང་ད་དབུས་གཙང་གི་ཡིན་ན་འདྲ་ག་བ་ཡིན་ན་པའི་དེ

གྲོགས་མོ། ཡང་བུ་མོ་ཁོ་ད་འཇིག་པར་འགྲོ་ཅི་ཐུབ་ང་ཁོ་གཉིས་གཅིག་པ་ཡིན་ན་བསམ་སོང་མ་རེད་ཁོ་གཞིས་ཀ་རྩེ་ནས་ཡིན་ས་ཁོ་གཉིས་དཔེ་དེ་གྲོགས་མོ་ཡིན་ཟེར་དཔེ་དེ་བྱེད་ཀྱི་འདུག་ཟེར་ངས་དེ་ག་རེ་བསམ་བློ་བཏང་སོང་ཟེར་ན། ངས་མ་ཡིན་ན་དེ་འདྲའི་གི་ལྟས་ལྟས་ཚིག་ག་ལས་ཁག་པོ་རེད་ད་གང་ཡིན་ཟེར་ན། ཐག་རིང་པོ་རེད་པ། ད་དེ་འདྲའི་ད་བླ་བྲང་ནང་ལ་ཡིན་ན་གཅིག་ལ་མཉམ་དུ་ཕྱིན་པ་ཡིན་ན་ད་ལོག་ཨ་རེད་དེ་དེ་མ་ཡིན་པ་དེ་ད་དེང་སང་དྲ་ཐོག་ནས་དཔེ་དེ་གཅིག་གཅིག་ལ་དེ་བྱས་ནས་ད་འབྲེལ་བ་ད་མཐུན་སྒྲིལ་ད་དེ་ཚོ་ལ་གང་ལ་གང་འཚམས་དེ་ཡག་པོ་འདུག་ད་བསམ་གྱི་འདུག་ད་ང་ཚོ་བོད་ཕྱི་ལ་བྱེས་ལ་བཞུགས་ཡོད་པའི་གང་ག་དཔེ་དེ་ད་དྲ་བ་གནང་བ་ཡིན་ན་ཡོན་ཏན་ཡོད་རེད་ད་དྲ་ས་ནང་སྟོན་རྒྱུ་ཆ་ཆ་རེད་འདུག་ད་དཔེ་གཞི་དཔེ་དེ་གི་གཞི་ད་ལྷ་རམས་པ་ད་དེ་འདྲ་རེད་བ་ད་མི་སྐྱ་ཡིན་ན་ནི་སློབ་སྦྱོང་ད་དེ་ཚོ་ཡག་པོ་བྱེད་ར་འདུག་ག་ད་སློབ་སྦྱོང་ཡོད་རེད། བསམ་བློ་བཏང་བཞིན་ཡོད་རེད་མཐོང་ཆ་ཆེན་པོ་རེད་ད་ལྕང་སྐུ་རིན་པོ་ཆེ་འདི་འདྲའི་གི་གནས་ཚུལ་ཅིག་ལ་བཞུགས་འདུག་ད་ང་ཚོ་སོ་སོ་སོ་སོའི་འགན་ཁུར་དེ་ཞེ་དྲག་ཡོད་རེད་པ་ད་སོ་སོ་ག་རེ་བྱེད་དགོས་རེད་དེ་བྱེད་དགོས་རེད་མ་གཏོགས་ཆུང་ཆུང་ཅིག་གི་ཐོག་ལ་ད་དཔེ་དེ་རྩོད་པ་བྱས་ནས་དཔེ་དེ་ད་ཁྱེད་རང་གི་དེ་རེད་ང་རང་དེ་མ་རེད་ཟེར་ད་དེ་རྩོད་པ་བྱས་ནས་འདུག་དོལ་ཚོ་བཏང་ན་དངོས་གནས་དྲང་ནས་ཕམ་པོ་རེད་ད་བསམ་གི་འདུག་ད་ལོ་དོན་ཆུ།

དུ་ཡོང་རེད་ད་ང་ཚོ་དེ་ག་འདྲ་བྱས་ནས་དེ་ལག་པ་དེ་འགྲོ་འོང་རེད་དེ་ང་ཚོ་ལ་འགན་ཁུར་ཆེན་པོ་བྱེད་པོ་འདུག་བ་ད་སོ་སོའི་ངོས་ནས་དེ་ཅིག་པ་གར་ས་གོ་རེད་ཅིག་ལྟ་བ་ད་བྱེད་ས་ཡོད་ན་བྱེད་ཅུག་རེད་མ་གཏོགས་པའི་གཞན་དག་ལ་ང་ཚོ་དེ་ཅིག་བཤད་ཅིག་ཆ་འདི་བྱེད་ཤོག་ཨ་སེ་བཤད་ཐུག་མི་འདུག་བ་དེ་ཚང་མ་ལོག་གི་དེ་གང་ལ་བསམ་བློ་ཡག་པོ་ཅིག་བཏང་ནས་པེ་དེ་མཐུན་སྒྲིལ་བྱེད་སོ་སོའི་རིག་གཞུང་དེ་པེ་དེ་ཅིག་སྲུང་སྐྱོབ་བྱེད་དེ་ཐོག་ལ་ཧུར་ཐག་པ་ད་གནང་ཡོད་དགོས་དེ།